འོ་ཚང་མ་བདེ་མོ། ངེམ་ཉང་ལ་ཤེས་རབ་པ་རྣམས་ཁ་ཟས། དེ་ནས་ང་ནི་འདི་རྒྱལ་རོང་སྒྱུར་སྐྱོམ་ཚྭ་ཚའི་རྟེན་གཙོ་ཁང་གི་འགན་འཛིན་འབའ་ཞིག་ཡིན། དེ་མ་ཚད་རྒྱལ་རོང་སྒྱུར་སྐྱོམ་ཚྭ་ཚའི་དངོས་མིན་རིག་གནས་ཞིབ་འཇུག་གི་འདི་རྒྱུན་འཛིན་པ་མུར་ནག་ཞིག་ཡིན། འཇིག་རྟེན་ཚ་ཚང་འདིའི་གཉེན་ནུས་དེ་ག་ཡང་གཅིག་མིན་ཆད་ནི་གཅིག་གི་རྒྱ་རོང་གི་ཕྱོགས་ལ་དབོན་པོ་གི་བསྟན་པ་དང་རིག་གཞུང་འདི་ཧ་ལས་པ་ལྟར་ཁྱབ་ཆེ་ནུས་ཤིག། ཆི་ཟི་རེད་ཅེ་ནི་གཅིག་འཇིག་རྟེན་ཚ་ཚང་འདི་གཉེན་དུས་གཅིག་རིགས་མི་འདྲ་གི་རིགས་ལྷག་པར་ལྔ་བཅུ་ནང་ཟེར་ཡག་གི། དེ་ཡི་དཔེ་བཞག་ན་ཚ་ཚ་གི་འདེན་ཙི་ཀི། རི་མོའི་ངོ་ལ་བོང་བུ་གི་ཅིག་སྙིང་བོ་ནང་གསུམ། རྫིས་ལས་འབྲི་འབྲི་མ་བྲི་དི་དྲི་སི་ས་ལེ་ཨོ། དེ་དང་དེ་མི་ཚིག་གི་ཅིག། བོང་བུ་གི་གཡུང་དྲུང། མི་ཚིག་གི་བོང་བུ་གི་ལྷ། བརྒྱར་བཤགས་པའི་གཙོ་བོ་བཞི། དེ་ནས་སྟོན་པ་ཤེས་རབ། ཀུན་བཟང་ཨར་ཀོར་དེ་མི་ཚིག་མང་མང་གཉིས་ནི་རེད། དེར་བརྟེན་ནས། དངུལ་ཆས་ནི་གཅིག། རྒྱ་རོང་གི་ཕྱོགས་ནི། འགྱུར་སྐམ་ཚ་ཚ་འདི་ཐོག་ནུས་བསྟེན་ནས་རྒྱག་རུང་གོ་ཤོག་བོང་བུ་གི་བསྟེན་པ་དང་རག་བྱུང་ནི་ཧ་ལས་བ་དར་ཁྱབ་ཆེ་ནུས་དེ་ལས་ངོ་ཞིག་ཤིག་གི་དེ་མི་རེད། ཚ་ཚ་ནི་པ་འདི་ལྟ་བུའི་རྒྱུ་རྩ་གྱི་རིགས་ཤིག་སྟེ། དེ་ནི་ས་དམའ་སོགས་རྫས་ནས་ཚ་གོང་ནང་པ་བ་དང། གཙོ་བོ་ལྷ་སྐུ་ཆུང་ཆུང་དང་ཆོས་པའི་ཐུང་གྲས་ཆོས་སྡེ་ཆུང་ཆུང་སོགས་ཀྱི་ནང་པའི་གྲུབ་པ་རེད། ས་གནས་དེ་གའི་དད་ལྡན་མང་ཚོགས་ལ་མཚོན་ན་ཚ་ཚ་ནི་རྒྱས་དང་བར་ཆད་སེལ་བའི་སྨན་འདི་དང་དེས་པས་བསྟེན་དུ་བཅུག་པ་རེད།
ང་ཚོ་མང་ཚོགས་ལ་མཚོན་ན་ཚ་ཚ་ཡིན་ཚུལ་གྱི་ལྟ་ཁུལ་ཆགས་ཀྱི་ཡིན་ཚུལ་གྱི། ཡང་མིན་ན་ཅིག་རྙིང་ལམ་འཁྲུག་རྒྱུ་འདྲི་འདྲི། ཡང་མིན་ན་ཅིག་ནད་སྣ་ཚགས་ཀྱི་རྒྱུན་མི་ཆད་རྒྱུ་འདྲི་འདྲི། ཡང་མིན་ན་ཅིག་ཚོང་འབྲེལ་དྲ་ལུས་བྱ་གི་ཐོག་ཅིག་ལམ་འཇོག་མེད་རྒྱུ་འདྲི་དཀའ་བོ་ཡིན་ཚུལ་གྱི་ལྟ་འཇོག་ནི། ཅིག་བླ་མ་དང་དད་མཁན་པོ།

ཡང་མི་ཚེ་ནི་རང་རང་གི་ཅིག། ཚོགས་རྣམས་ཀྱི་ཚོགས་གང་གི་ཆེད་དེ། སྨོན་ལམ་གྱི་བརྡ་བརྒྱུད་ཚ་ཚ་འདྲི་འདྲི། ཡང་མི་ནི་ཆེ་གེ་ཅིག། འགལ་རྐྱེན་དང་ཅིག་མཐུན་རྐྱེན་ལ་ཅིག། དེ་ལྟ་བུ་ཡང་ཚ་ཚ་བརྡ་བརྒྱུད་ཀྱི་འཕྲོ་འདྲི་འགྲོ་མང། གསུང་རབ་ཀྱི་ནང་ནས།

མ་ལན་ཏེ་ལག་ཡོང་གི་ལ་ཐ་མ་མཚན་ཞུ་བ་དང་བསད་པ་རང་ནས་བྱེད་ཤེས་གི། སྤྱི་ཚོགས་སྟེང་གི་ཉོ་རྒྱུ་ཚུར་རང་བླུ་རྒྱུ་ཡོད་རྒྱུ་མ་ཚིག་གི་ངར་ཆེ་གི་བཟོ་མང་ལེའོ། ད་དེ་འདུག་དུས་མང་ལེ་ནན་ཙི་གི་ཆེ་གི་རྒྱ་ནང་ནས་ཡེ་ཆེ་གི་དེ་རང་ཁར་ཚང་ཆེ་བཟོ་བ་གོ་སན་ཏི་ད་ཡིན་ཏེའོ་ཁི་ནི་ཅིག་ཟེ་གོ་ག་ཏི་དང་ནང་བཞིན་ངར་ཆེ་གི་དེ་རྒྱ་རྒྱ་དང་འབྲེལ་བ་ཡིན་ནི་ད་ངར་ཆེ་གི་འདི་རིའི་སྒོ་གི་བཟོ་ལུ་ག་འདི་རིའི་སྒོ་གི

ཚ་ཚ་ནི་ཆོས་པ་འབུལ་བ་དང་འདས་མཆོད་སྒྲུབ་དུས་ཀྱི་ཆོས་ལུགས་མཆོད་ཆ་གཙོ་བོ་ཞིག་ཡིན་པ་མ་ཟད། དེ་ཡི་ཆོས་སྒོ་མི་འདྲ་བ་དང་བསྟུན་ནས་ཚ་ཚ་ལའང་རྒྱའི་བ་ཕྱེ་ཟེར་བ་དང་གཤམ་རྒྱུད་ཤི་བ་སྨན་དུམ་སོགས་རིགས་དང་དབྱེ་བ་མང་པོ་ཡོད། ཡང་ན་གཅིག་ལུས་ལ་ཕན་རྒྱུ་དེ་མི་དགོས་ཚ་ཚགས་དག་ལུགས་མང་མང་བྱ་དགོས། དེའི་ནང་ནས་གཙོ་བོ་དེ་ཚོ་གི་སྨན་ཚ་རེད། སྨན་ཚ་འདི་གི་གཅིག་གི་སྨན་འདྲ་མི་འདྲ་གི་ཚ་ཚགས་བརྡབ་བཞག་ཚིག་གི་རང་རང་གི་ལུས་བབ་དག་ན་གཅིག་ལུས་བ་ཕན་རྒྱུ། ཡང་ན་མཆི་མ་གཅིག་ཕན་རྒྱུ་འདྲ་འདྲ། མི་མང་པོ་ཞིག་གིས་བོད་ཀྱི་ཚ་ཚ་རིག་གནས་ལ་རྒྱུས་ལོན་ཡོང་ཆེད་ཤེས་རབ་ནམ་མཁའ་ཡི་རྗེས་གཞུང་ཁུལ་བཙུགས་ཏེ་ཡུལ་སྐོར་བ་རྣམས་ཚ་ཚ་དཔའ་བའི་ལས་ཀའི་ནང་ཞུགས་ནས་གདངས་ཀྱིས་བཟོས་པའི་རིག་གནས་སྒྱུ་རྩལ་གྱི་མཚར་སྡུག་ཉམས་སུ་མྱོང་དུ་འཇུག་པ་རེད།

འོ་སྤྱིར་བཏང་གཅིག་མི་རིགས་ཀྱི་རིག་གནས་ཀྱི་ལས་ཀ་བ་ཞིག་ཡིན་ན་ད་རང་རང་གི་ལས་ཀ་སོ་སོ་དེ་དགའ་བ་དང་དུང་བ་ཡོད་རྒྱུ་ཧ་ལས་པ་གི་སྐར་ཆེན་པོ་རེད་བསམ་གི། ད་དགའ་བ་དང་དུང་བ་ཡོད་ན་གཅིག་གིས་རྒྱུན་འཛིན་དང་སྲུང་སྐྱོབ་ལ་ནུས་པ་ཆེན་པོ་ཟིག་ཐོན་གི་དེ་མི་ཟེར་རེད།